ངེས་པར་དུ་རབ་བྱུང་གི་རྟེན་གྱི་ཡིན་དགོས་ཡིན་ངེས་ཡོད་མ་རེད་རབས། ལྷག་པར་དུ་ད་ལྷག་གི་འཛིན་གྲྭ་དཀོན་མོ་ལྟ་བུ་དེ་འདྲ་ཡི་པན་ཁྲི་ད་ཆེན་པོ་ཡང་མཁྱེན་པ་རེད། དེ་ཡང་ཆོག་གི་ཡོད་རེད་དངོས་པོའི་གཏམ་པ་དང། མདོར་བསྡུས་གཏམ་པ་དང། གསང་སྔགས་ཀྱི་གཏམ་པ་དེ་ཚོ་མཁྱེན་པའི་འཛིན་ཆོག་ནི་རེད་ང་ཚོས་དུས་ཐད་ནས་མཁྱེན་པ་སྐྱེ་བོའི་གཏམ་པ་ཡིན་ན། བླ་མ་དེ་ནི་སོ་སོ་སྒེར་གྱི་བླ་མ་དེ་མཆོག་གི་ཡོད་རེད་རབས། རེད་དེ་དགོན་པ་བཟོ་རྒྱུའི་ཚོགས་ཁའི་འགྲིག་ལམ་དང་དགེ་འདུན་གྱི་ལས་ཀྱི་ནང་རྒྱ་རིགས་བྱང་ཆུབ་སེམས་དཔའ་ཁྱིམ་མི་གཟིགས་མགྲོན་ཁྱིམ་པའི་ཡོང་ནས་ཁ་འཁྱེར་རྒྱུ་དང་ཁྱིམ་མིའི་དབང་འཛིན་རྒྱུ་དེ་འདུར་བའི་ནང་ནས་ནི་དཔེ་མི་སྲིད་རྒྱུ་རེད།

དགེ་ཚུལ་སྒྲུབ་དགོས་གི་ན་དགེ་སློང་སྒྲུབ་དགོས་གི་ན་དེ་ལ་སོགས་པ་དགེ་འདུན་གྱི་ལུས་ཤིན་ཏུ་མང་བ་རེ་ལ་ལ་དགེ་སློང་བརྒྱད་དགུ་འཛོམས་དགོས་སར་བཅུ་འཛོམས་དགོས་སར་ལྔ་འཛོམས་དགོས་སར་དེ་བཞིན་དུ་བལྟ་བྱ་འདྲ་མི་འདྲ་ར་དགེ་འདུན་ན་སྤྱིར་བཏང་གསོལ་བ་བྱུང་ན་དུ་ཆོས་གཟིགས་བཞི་དགོས་གི་ཞི་བའི་ཐབས་བརྒྱད་རྩོད་པའི་རིགས་བཞི་མཐའ་ཡས་པ་འདིར་བ་ནས་གསུངས་དགོས་འདུག་ད་རྩོད་པའི་གཞི་ལུས་ཀྱི་གཞི་འདི་ཚོ་རེ་རེ་རེ་རེ་ནས་བལྟས་ཕྱིར་འོང་ན་དགེ་འདུན་གྱི་ལུས་ཟེར་རྒྱུ་དེ་ཡིན་གཅིག་མི་གཉིས་བལྟམས་པའི་ཆོས་འདིར་བ་དང་མཐུན་པ་དགེ་འདུན་པའམ་རང་གི་དགེ་འདུན་པའི་བྱ་བ་དེ་སྒྲུབ་ནི་དགོན་པའི་གྲྭ་མང་གི་དགོན་པ་སྐྱོང་རྒྱུའི་ལམ་ཁ་དུ་སོང་ན་དེ་ཤིན་ཏུ་ཡག་པོ་ཡིན་གྱི་རེད་བསམ་འདུག་གི་ད།

ད་དེ་ད་ང་ཚོའི་དགོན་པ་འདི་ལྟ་བུ་ཟིག་ན་དགོན་བདག་ཟེར་གྱི་གང་ཟག་གཅིག་གི་དབང་བསྒྱུར་གང་ཟག་གཅིག་གི་དབང་བསྒྱུར་གྱི་བླ་མ་འགྲོ་གི་ཡོད་མ་རེད་ར་དེ་རེད་དེ་སྤྱིར་བོད་ཀྱི་གནས་སྟངས་སྤྱི་ལ་མཚོན་ན་དགོན་བདག་གང་ཟག་གཅིག་གི་དབང་བསྒྱུར་གྱི་ལམ་ཁ་དུ་འདོན་ཁམས་ཀྱི་ས་སྐྱ་ཡིན་ན་ཤིན་ཏུ་མང་པོ་རེད། དེ་ན་དེའི་ནང་ན་གང་ཟག་འགའ་རེས་སྤྱི་བོའི་གཏམ་པ་དངོས་གནས་དྲངས་ནས་གཏམ་འབབ་སྤྱི་ལ་བསམ་བློ་བཏང་ན་དགོན་པ་དུ་གཏམ་འབབ་སྤྱི་དར་ས་ཟིག་འདང་རྒྱག་མཁན་ཡང་ཡོད་པ་གཏན་འདུན་འདི་རྒྱ་ཁྱབ་རྒྱ་ཡོད་སྲིད་གི་རེད་ར་རེད་ད་དེའི་ནང་ན་གང་ཟག་ལ་ལ་ཟིག་གི་གཏམ་པ་བསམ་བློ་མོབ་དང་ཁོ་སྒེར་གི་ཁ་འཁོར་ར་ཁོ་སྒེར་གི་རྒྱུ་ལོངས་ཤུགས་ཁོ་སྒེར་གི་རྒྱུ་མཚན་སྙན་གྲགས་དེབ་བསམ་བློ་བཏང་མཁན་ཡོང་མི་སྲིད་པ་མ་རེད་བ་ད་དེ་དངོས་ཡོད་གནས་ཚུལ་འདྲ། དེ་ན་དེ་དེའི་དོན་དག་ལས་ཀ་ལས་ནས་སོང་དུས་ན་ཕྱི་མི་ཟེར་ནི་རེད་ཅེ་ན་དགོན་པ་ཟེར་རྒྱུ་འོ་དེ་ལམ་ནོར་འགྱོ་ནི་རེད་དགོན་པ་ཟེར་རྒྱུ་འོ་དེ་ཚིག་སྟོང་གི་རྩ་བའི་སྙིང་བོ་འབུར་འགྱོ་ནི་རེད་ར། དེ་ཡོང་མི་སྲིད་པ་རྩ་བ་ཉིད་ནས་མ་རེད་ང་ཚོས་ངེས་པར་དུ་གཏམ་པ་སྤྱི་ལ་བསམ་བློ་བཏང་ནས་འདི་སྐོར་ནས་འགྲོ་གླང་དང་འདི་སྐོར་ནས་བསམ་བློ་བཏང་དགོས་ཀྱི་ཟེར་རེད་ར། བསྒོམ་པའི་ཚིག་སྟོང་གི་སྙིང་བོ་དང་ཉག་གཅིག་ག་བཅུད་རྗེས་དབང་ཆ་མེད་ཀྱི་བསྒོམ་པ་ཚིག་སྟོང་གི་སྙིང་བོ་དང་དམ་པའི་ཆོས་འདི་རབ་བཞིན་དུ་ལྷག་པ་གསུམ་གྱི་ཉམས་ལེན། ད་ལྷག་པ་གསུམ་གྱི་ཉམས་ལེན་ཚུལ་ཁྲིམས་ཀྱིས་ལྷག་པ་ལ་ཐམས་ཅད་བོགས་གཉིས་བསྡུ་བ་ནི་རེད་ར་དེའི་ཐོག་ག་ཤེས་རབ་ཀྱིས་ལྷག་པ་ལ་བརྟེན་ནས་ཏིང་ངེ་འཛིན་གྱིས་ལྷག་པ་དེ་དག་གང་ཟག་སྒེར་རེ་རེ་གི་ཇི་ལྟར་མ་སྐྱེས་ན་ཚོགས་པའི་འགྲིག་ལམ་གྱི་དངོས་གཉིས་བསྒོམ་གྱི་ཉམས་ལེན་བཙན་པོ་ཡི་སྒྲུབ་ས་མི་འཇོག་གི་ད་ཤེས་རབ་ཀྱིས་ལྷག་པ་རིན་པོ་ཆེ་ཀློག་ཁ་ཐུགས་བསམ་གྱི་འཁོར་ལོ་འདི་བསྒོམ་པའི་སྒྲིག་འཛུགས་ཀྱི་དངོས་གནས་བསྒོམ་པའི་ལུས་ཀྱི་སྙིང་བོའི་ནང་གི་སྙིང་བོ་འཛིན་རྒྱུ་དང

རེད་དེ་གནའ་བོའི་རྒྱ་གར་གྱི་སྐབས་དུ་སྡུག་གི་མང་གཙོ་གི་འགྲོ་ལུགས་དེ་ཚོ་དེང་རབས་ཀྱི་མང་གཙོ་ནང་བཞིན་རིགས་པའི་གཞུང་ལུགས་དང་ལྡན་པའི་ཞིབ་ཚགས་པ་ཆ་ཚང་བ་དེ་དེ་འདྲས་སུ་ཨུ་རེ་ཡིས་འཛིན་ན་མ་རེད་ར། གཙོ་བོ་མང་གཙོ་ཟེར་གི་འདུག་ཀྱི་འོ་ད་ག་རི་སི་ལྟ་བུ་ཟེར་ན་ཁྱིམ་པའི་སྤྱི་ཚོགས་ཀྱི་ནང་བབས་བྱུང་ནི་རེད། རྒྱ་གར་ནི་ཡང་ཁྱིམ་པའི་སྤྱི་ཚོགས་ཀྱི་ནང་བབས་བདག་ཅག་གི་སྟོན་པ་བཅོམ་ལྡན་འདས་འཇིག་རྟེན་ན་བྱོན་དུས་བརྒྱ་ཁྲི་བཅུ་བཅུ་དྲུག་ཡོད་ནི་ནང་ནས། སྤྱི་མཐུན་གྱི་ལམ་ལུགས་ཅན་གྱི་རྒྱལ་ཁབ་བསྐོར་ཟིག་ད། རྒྱལ་བོའི་ལམ་ལུགས་ཅན་གྱི་རྒྱལ་ཁབ་ཁག་ཟིག་ཡོད་གི་དེ་བྱུང་རབས་སྨྲ་བ་རྣམས་ཀྱིས་དེ་ཞིབ་འཇུག་གི་ཡོང།

དེའི་མཐར་ངས་དེ་དང་རིགས་མཚུངས་བའི་སྟེང་ནས་བསྒྱུར་ན་ང་ཚོ་དགོན་པ་ལྟ་བུ་ཟེར་ན་གང་ཟག་གི་དབང་བསྒྱུར་རྩ་བ་ཉིད་ནས་རུང་གི་མ་རེད་ལ་ད་ང་ཚོ་དགོན་པ་ལྟ་བུ་ཟེར་ན་འདུལ་བའི་དབང་བསྒྱུར། འདུལ་བ་གཙོ་བོ་བྱས་ནས་དམ་པའི་ཆོས་འདུལ་བ་འདི་དག་དངོས་གནས་དྲང་གནས་ཀྱི་རྩ་བ་གང་ན་མེད་པ་བསྐུར་ན་དེ་གའི་རྩ་བ་གི་ཐོག་ནས་རང་རང་གི་ཡུལ་དུས་ཀྱི་ཆོས་ཉིད་དང་མཐུན་པའི་དགོན་པའི་འཛིན་སྐྱོང་གི་ལམ་དང་ལུགས་སྲོལ་བཞག་འདི་ནི་བདག་དམངས་གཙོ་གི་ལམ་ནས་འཛིན་སྐྱོང་བྱས་ན་ཡག་པོ་ཡོད་རྒྱུ་རེད་བསམ།

དང་པོ་ཁོ་རབ་ཏུ་བྱུང་དུས་ནི་རྒྱའི་ཀུན་སློང་དང་དུས་ཀྱི་ཀུན་སློང་མང་ཡོད་ནི་རེད་ད་རྒྱའི་ཀུན་སློང་ལྟ་བུ་ཟིན་ན་གཙོ་བོ་གཟུགས་ཀྱི་གསུམ་ཡོད་ནི་རེད་ར་སྡོམ་པ་གླེན་པར་འདོད་པ་ཐོབ་པ་ཤེས་པ་ངེས་འབྱུང་གི་བསམ་པ་གྱི་གསུམ་ཟེར་བ་ནི་རེད་ད་ངེས་འབྱུང་གི་བསམ་པ་ཁྱོད་མི་མ་ཡིན་པ་དགོས་དང་མི་དགོས་དུ་སོང་མཁས་པ་རྣམས་ལ་རྩོད་པ་ཡོད་ནི་རེད་ད་སྡོམ་པ་གླེན་པར་འདོད་པ་དང་ཐོབ་པར་ཤེས་པ་གཉིས་ཀ་ངེས་བར་དུ་དགོས་ནི་རེད་ད་རབ་ཏུ་བྱུང་མཁན་ཟིན་དུས་དེ་ཡིན་དུས་ཁོས་རང་མོས་ཀྱི་ལངས་ནས་སྡོམ་པ་གླེན་པར་འདོད་ནི་འདི་ར་ཧྲུལ་བ་འདོད་ནི་ཡོང་ནི་ཟིན་མི་དགོན་པའི་ནང་ན་ཡོད་ནི་མ་རེད་ར། དགོན་པ་ཟེར་རྒྱུ་འདིར་བ་ཧྲོང་ནེ་ཟེར་གྱི་རྐྱང་རྐྱང་གི་གྲུབ་པའི་ཚོགས་པ་ཟེར་འདུག་ན་དེ་རྨང་གཞི་རེད་ར། དེའི་ཐོག་ནས་བྱ་བ་གང་ཡིན་ན་མང་གཙོ་ཡི་གེ་དང་དེར་རྩ་བ་བྱས་པའི་ཐོག་ནས་སྒེར་གཅོད་མི་ཡོང་རྒྱུ་དེ་བསམ་བློ་གཏང་རྒྱུ་རེད་མ་གཏོགས། དགོན་པ་ཟེར་རྒྱུའི་ནང་ན་འདི་ཁྲིམས་ཡང་ཧྲོང་ནའང་ཆོག་ནས་མ་ཧྲོང་ནའང་ཆོག་ནས་མང་གཙོ་སོང་ན་དེ་མི་ཟིག་གི་ལ་མ་འཇོག་དགོས་ཟེར་ན་དེ་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད། ཅིའི་ཕྱིར་ཅེ་ན། འདིར་རང་མི་ཧྲོང་ཅན་དུ་དགོན་པ་ཚུགས་པའི་ཆེད་ན་དགོན་པ་འདི་རིགས་ཐོག་ནས་ཚུགས་ནི་རེད་ར་བཏང་གི་ཡིན་འདི་མང་གི་ཧ་གོ་གོ་འདིར་བ་ཟས་ཇོ་བོ་དང་དངོས་གནས་དྲང་ནས་བའི་ང་ཚོ་རབ་བྱུང་གི་དེ་གཅིག་པོ་འདྲི་ར་ཡོད་པའི་རིགས་ཀྱི་གཞུང་ལུགས་རེད་ཟེར་ནས། རེད་དེ། དེའི་གི་དགོས་བ་དང་འདིར་བ་ལགས་ཉེ་བའི་དགོས་བ་དང་སངས་རྒྱས་བཅོམ་ལྡན་འདས་ཡ་ཁེབས་སངས་ཟིན་ཡོད་ནི་དང་སངས་རྒྱས་བཅོམ་ལྡན་འདས་ཡ་དོན་དག་བཟོས་དུས་ཆེད་དུ་འདིར་བ་བཟོས་ནི་མ་རེད་ར། སོ་སོར་ཐར་རྒྱུ་ཡི་དོན་དག་རེད་གང་ཟག་རང་རང་ཤེས་རབ་ཀྱི་ལྷ་བ་ལགས་ནི།

ད་ལྟའི་དུས་ན་ཡང་ན་དངོས་ཡོད་གནས་ཚུལ་གྱི་ཐོག་ནས་དུས་ཚོད་ཀྱི་ཐོག་ནས་ང་ཚོ་རང་གི་འཇོན་ན་ནུས་ན་ང་ཚོའི་མི་ཚེ་དུ་ཤེས་རབ་བ་གཏུམ་ཆོག་ནས་ང་ཚོའི་མི་ཚེ་དུ་སྒྲིབ་གཞུང་བ་གཏུམ་ཆོག་ནས་དེ་འདྲའི་ཚོ་དུས་ཚོད་ཀྱི་ཐོག་ནས་གི་བྱ་བཟོ་བྱ་བ་གི་དུ་སྔོག་སེམས་རེད་ར་ང་འདྲ་ཟེར་ན་གྲོགས་པོ་ཆེན་པོའི་གི་ནང་ཡོན་ཏན་གྱི་གྲོགས་པོ་དེ་མི་ཡོན་ནི་རེད་ད་ལ་ལ་ཟིག་གི་དེ་མི་ཟེར་གི་ད་ཁྱེད་ཅག་གྲྭ་བ་ཟེར་མཁན་ཡིན་ན་ཁྱེད་ཅིག་བདེར་གཤེགས་སོ་དུ་མི་ཚེ་དུ་རིག་ནས་བ་གཏུམ་ཆག་ནས་ཆོག་ནོ་དུ་རེད་ཁོང་ཅག་འདྲ་ཟེར་ན་ཁྱིམ་ཐབ་ཀྱི་བྱ་བ་མང་བ་ཟིག་གི་དབང་གི་ཏུ་ཚུལ་དུ་གསལ་བ་ཉིད་ནི་རང་གང་མ་ཡོང་གི་ཨ་ཟི་ན་ཏི་འབྲི་གི་སྐད་ཆ་བཤད་གི་གདའ་ར། དེའི་སོང་ན་ཚུལ་ཁྲིམས་ཀྱིས་ལྷག་པ་ལགས་ནི་བ་དེ་དགུ་བ་དེ་མི་ཟིག་གི་སྟངས་ནས་འདང་རྒྱབ་རུང་ཕན་ཐོག་ཡོད་པ་རྒྱ་ཁྱབ་རྒྱ་རེད། རེད་ད་ལྷག་པ་ལགས་ནི་བ་ཙམ་ཞིག་ནི་བསྡད་འདི་ན་དོན་དུ་འགྲུབ་གི་ཡོད་མ་རེད་ལྷག་པ་ལགས་ནི་བ་ཙམ་གྱིས་མི་ཆོག་ག། ལྷག་པ་གཞན་ཕྱི་མ་གཉིས་ཀ། ལྷོད་པའི་རྒྱུ་ཟིག་ག་འདི་ངེས་བར་དུ་འཇོག་དགོས་འདུག་དེ་དགོན་པའི་སྒྲིག་འཛུགས་གི་ཡང་དེ་རྩ་བའི་འདི་དོན་དུ།

ཏན་ཏན་བསམ་བློ་གཏང་དགོས་ཀྱི་རེད་བསམ་གྱི་འདུག་ཡིན་ན་ད་འབྱུང་འགྱུར་གྱི་ང་ཚོའི་ལོ་རྒྱུས་ཀྱི་ནང་འོག་གི་ལོ་རྒྱུས་ཀྱི་ནང་ན་ད་དགོན་པ་ཁག་ཏུ་དུས་རབས་སོ་སོའི་གྲུབ་མཐའ་སོ་སོའི་གྱི་འོག་གི་སྤྱི་ཚོགས་གྲུབ་མཐའི་དབང་བསྒྱུར་བྱས་ནི་རེད་ལ་གྲུབ་མཐའི་དབང་བསྒྱུར་བྱས་དུས་ན་བླ་ཆེན་རེ་རེ་གྱི་བླ་བྲང་དུ་དུས་ཀྱི་དབང་བསྒྱུར་བྱས་དུས་དགོན་པ་ཆེ་ཁག་ཐམས་ཅད་པོ་ཏུ་སྤྱི་ཚོགས་ཀྱི་དབང་ཆ་འཛིན་ས་གྱི་ཧྲིག་གྱི་སྟེགས་ནས་ལོག་མྱོང་ནི་རེད་དེ་ང་ཚོས་ད་ལྟ་སྐྱོན་བརྗོད་ཡིན་ན་ཚར་སོང་ནི་རེད་མ་ཡིན་ན་ཚར་སོང་ནི་རེད་ད་དུས་ཚོད་དེར་བལྟས་ན་གཅིག་བྱས་ན་དེའི་དུས་སྐབས་དེ་ལ་དགོས་པ་རྒྱ་ཆེན་པོ་ཡོད་ན་ཐང་ར་དེ་ང་ཚོས་ངེས་བར་དུ་སྐྱེ་བོའི་དམ་པ་དེ་དག་མི་འགྲིག་གི་གཟིགས་བྱེད་དགོས་དོན་ཡང་མེད་གི་རེད་ད། མདོར་ན་ད་ལྟའི་གི་དུས་ཚོད་དུ་དགོན་པ་ཟེར་རྒྱུའི་འོག་ཏུ་ཆབ་སྲིད་འཛིན་ས་གི་ལྟེ་བ་ཟེར་གི་ལོག་རྒྱུའི་གི་ལྟ་བ་འདི་འཛམ་བུ་གླིང་གི་ཐོག་ནས་ཁོའི་ལམ་ཕྱོགས་དུ་ནོར་འཁྲུལ་ཟེར་གི་འགྲོ་བ་མིའི་གི་བློ་རྒྱུས་གི་རམ་འཕྲུལ་ཚར་དོན་ནི་རེད་ད། སྤྱིར་ཆོས་ཀྱི་སྤྱི་ཚོགས་ཆོས་ཀྱི་ཆོས་པ་རྣམས་ཀྱིས་སྤྱི་ཚོགས་ཀྱི་དབང་བཟུང་ནས་ཆབ་སྲིད་ཀྱི་དབང་འཛིན་གྱི་འོག་ཏུ་འོ་ཁུ་རུ་བྱུང་ནས་འཛམ་གླིང་ལོ་ལྔ་ནུབ་ཕྱོགས་མམ་ཉུང་ནས་དུ་འདྲིས་སུ་ཨི་རེད་ཟེར་ན་དུ་འདྲིས་སུ་མ་རེད། ནུབ་ཕྱོགས་ཡོ་རོབ་ནས་ཡིན་ན་ལོ་སྟོང་གཅིག་ག་ཏུ་ར་ཝར་མ་ཟེར་རྗེས་སུ་བྱུང་ནི་རེད་ཏུ་ར་ཝར་མའི་སྐལ་བ་དབྱེ་གཞིས་ཀྱི་ཆོས་པ་རྣམས་དང་དབྱེ་གཞིས་ཀྱི་ཆོས་ཚོགས་ཀྱི་ནུབ་ཕྱོགས་སྤྱི་ཚོགས་དེ་དབང་བསྒྱུར་བྱས་འདུག་རྒྱ་གར་ནས་འདྲི་ཟིན་ན་མོ་སི་ལང་གི་ལོ་བརྒྱད་བརྒྱ་ལྷག་ཟིག་གི་དབང་བསྒྱུར་བྱས་ནི་རེད་ད་དེ་ཕར་ཆེར་རྒྱལ་རོགས་ཆེན་པོའི་རྒྱལ་རོགས་དེ་མིན་ཡིན་རེད་ད་ཕར་ཆེ་ཆུ་གི་དབང་བསྒྱུར་བྱས་ཡ་ལྟ་བུ་ཟིག་རེད་དུ་ར་བར་མ་འདྲ་བོ་ཟིག་རེད་ང་ཚོ་བོད་ད་ཡང་ལོ་བདུན་བརྒྱ་ལྷག་ཟིག་གི་དགོན་པ་ཁག་ད་ཆ་ཟིག་དགོན་ནི་རི་བོ་ད་རབ་བྱུང་གི་སྡེ་ནས་ཧྲིལ་གྱིས་དབང་བསྒྱུར་དུ་ཕྱིན་མྱོང་ནི་རེད་ད་འཛམ་གླིང་གི་ལོ་རྒྱུས་གང་དང་གང་གི་ནང་ན་ཡོད་མྱོང་ནི་ཟིག་རེད་རྒྱ་ནག་ཁི་རོ་ཧི་མེ་ཁི་ད་རེད་ད་རྒྱ་ནག་འདྲ་ཟིག་ཡིན་ན།

འགྲིག་ཡོང་ན་ཆོག་གོ་འགྲིག་མིན་ན་ཆོག་གོ་ལུགས་དུས་ཚོད་འདས་ཟིན་པ་རེད་ད་འབྱུང་འགྱུར་ང་ཚོས་ད་རུང་བོད་ཀྱི་དགོན་པ་ཁག་ཏུ་སྤྱི་ཚོགས་ཀྱི་ཆབ་སྲིད་ཀྱི་དབང་འཛིན་ས་གི་ལྟེ་བ་ཟི་ད་རབ་བྱུང་བའི་སྡེ་དུ་ཆབ་སྲིད་ཀྱི་དབང་འཛིན་མཁན་ཟི་གི་བླ་མ་འཇོག་བསམ་གྱི་བསམ་པ་ཡོད་དུས་བསམ་སྟངས་དེ་ཏན་ཏན་ད་ལྟའི་དུས་རབས་དང་མཐུན་གི་ཡོད་མ་རེད་ད་ལྟའི་དུས་རབས་དང་མིའི་བསམ་ཕྱོགས་དང་ད་ལྟའི་དུས་རབས་ཀྱི་གཞི་རྩའི་རིན་ཐང་ལྟ་བ་དང་རྒྱབ་འགལ་རེད། ད་ལྟའི་དུས་རབས་ཀྱི་གཞི་རྩའི་རིན་ཐང་ལྟ་བ་དང་རྒྱབ་འགལ་རེད་འདོད་དེ་ལམ་འགྲོ་བའི་གང་བྱུང་ནས་རེད་ཟེར་ན་ང་ཚོ་རབ་བྱུང་བའི་སྡེ་དང་ཆོས་པ་ཟི་དུ་མྱི་ཐམས་ཅད་བོད་ཞེན་པ་ལོག་འཇོག་ཟི་ག་ཆགས་འཇོག་ནས་རེད། དེ་ཆགས་སོང་དུས་སངས་རྒྱས་ཀྱི་བསྟན་པ་ཡང་དར་གི་མ་རེད་ད་རྒྱ་རིགས་ལོངས་རྟོགས་ཀྱི་བསྟན་པའི་འཕྲིན་ལས་ལའང་ཧ་ཅང་གནོད་ནི་རེད། དེས་སོང་ན་ད་འབྱུང་འགྱུར་ང་ཚོས་ཆབ་སྲིད་ཀྱི་ཐོག་ནས་དགོན་པ་ཁག་དང་ཆོས་བ་ཁག་དུ་སོགས་སྤྱི་ཚོགས་ཀྱི་དབང་ཆ་སྣ་ཚོགས་འཛིན་མཁན་གྱི་ལྟེ་བ་ཟིག་ལོག་རྒྱུའི་བསམ་པ་དེ་མཐའ་གཅིག་ཏུ་གཏོར་དགོས་བ་ཟིག་རེད་བསམ་གི་ངོ་ད་ཚར། འོ་ན་ད་དགོན་པ་ཟིག་ཆོས་ཆས་ཟིག་ལོག་དགོས་གི་ཟིག་ན། རྒྱལ་སྤྱིའི་ཆོས་དད་མང་ཚོགས་ཀྱི་སེམས་ཀྱི་ནང་དངོས་གནས་དྲང་གནས་ཀྱི་སེམས་པ་ཁེངས་ས་གི་བསྟད་པའི་རྟེན་ཟིག་གདའ། དེས་མ་ཟད་བཏབ་པ་ཡོད་མེད་གཉིས་ཀའི་མཚོན་ན་འོག་གི་སྲོལ་རྒྱུན་གྱི་ཤེས་རིག་གི་ལྟེ་བ་ཟི་སྣང་བ་སངས་རྒྱས་ཀྱི་ཆོས་དང་འབྲེལ་བའི་གཙུག་ལག་ཤེས་རིག་གཉིས་ས་གི་ལྟེ་བ་ཟི་ཁ་ཆགས་རྒྱུ་དང་རབ་བྱུང་པ་རྣམས་ཀྱིས་ཡང། ཆོས་དང་འབྲེལ་བའི་ཤེས་རིག་གི། ལས་ཀ་ལས་རྒྱུ་དང་སོ་སོ་སྒེར་གྱི་སྒྲིབ་པ་ཉམས་ལེན་ཐུབ་ན་ཧ་ལས་པ་རེད་ར་དེ་མིན་ན་ཆོས་དང་འབྲེལ་བའི་ཤེས་རིག་གི་ལས་ཀ་ལས་རྒྱུ་དང། ཆབ་སྲིད་དང་མ་འབྲེལ་བའི་རིན་ཕན་གྱི་ལས། སྒྲུབ་རྒྱུ། དེ་འདྲའི་ཟི་ཁི་ལམ་ཁ་ང་ཚོའི་བསམ་བློ་དང་ན་བསམ་བློ་ཡོད་རྒྱུ་རེད་བསམ། དེ་ན་ཆབ་སྲིད་དང་མ་འབྲེལ་བ་ཟི་ན་ཕྱི་མི་ཟི་རེད་ཟི་ན། ང་ཚོའི། རང་གི་དམ་ཚིག་རང་གི་རྩལ་དོན་རང་གི་རང་ཚིག་ཟིག་གང་ཡང་འཛིན་མི་ཆོག་ག་གཞན་བརྟེན་ཁོ་ནའི་དབང་དུ་འགྲོ་དགོས་ཡི་དོན་འཛིན་ཨི་རེད་ཟེར་ན་ཏི་རྩ་བ་ཉིད་ནས་མ་རེད་ར་དེ་ང་ཚོས་ཁྱད་པར་དུ་ཤེས་དགོས་ནི་རེད། ཆབ་སྲིད་ཀྱི་ཐོག་ནས་གཞན་ན་དབང་འཛིན་གྱིས་དབང་སྒྱུར་གྱི་བསམ་པ་ཡོད་མེད་དག་སྤྱིར་རང་གི། དོན་དག་མང་ཟིག་གི་ཐོག་ནས་སོ་སོ་སོ་སོའི་རང་གི་དམ་ཚིག་ཟིག་དང་རང་གི་རྩལ་དོན་ཟིག་དང་རང་གི་རང་ཚིག་ཟིག་བརྟན་པོ་གཉིས་པ་དེ་གཉིས་ཀ་ཁ་ཁ་རེད་ར་དེ་མྱང་ཆབ་སྲིད་འཛིན་ནི་མ་རེད་དེ་མྱང་བདེན་པ་སྲུང་བ་འཛིན་ནི་རེད། ང་ཚོའི་སྣང་བ་སངས་རྒྱས་པའི་ཆོས་འདི་གི། ཚུལ་ཁྲིམས་ཀྱི་ལྷག་པ་དང་ཏིང་ངེ་འཛིན་གྱི་ལྷག་པ་ཐམས་ཅད་ཀྱི་རྩ་བ་ཤེས་རབ་ཀྱི་ལྷག་པ་ལ་ཐུག་གོ་ནི། ཤེས་རབ་ཀྱི་ལྷག་པ་ལ་ཐུག་གོ་རྒྱུ་ངོ་བོའི་བདེན་པ་གཟི་བརྗོད་རྟགས་གཙོ་བོ་འཛིན་གོ་ནི། ངོ་བོའི་བདེན་པ་མཐོང་བ་ལ་བརྟེན་ནས་ཐར་བ་ཐོབ་དགོས་ཀྱི་ཡོད་རེད་ངོ་བོའི་བདེན་པ་མཐོང་བ་ལ་བརྟེན་ནས་ཐམས་ཅད་མཁྱེན་པ་ཐོབ་དགོས་ཀྱི་ཡོད་ནི། དེའི་བདེན་པ་དུ་བདེན་པ་ཕྲ་མོ་ཟེར་རེད། དེའི་སི་རང་དུ་བདེན་པ་རགས་པ་ཡོད་ནི་རེད་འཇིག་རྟེན་གྱི་བདེན་པ་རགས་པ་ཐམས་ཅད་པོ་རྩི་རྒྱུ་དུ་ང་ཚོའི་སེམས་དུ་བདེན་པ་ཕྲ་མོ་ལ་ཉེ་བའི་ལམ་ཞིག་རེད། འཇིག་རྟེན་འདི་ནས་རིགས་འདུས་ཀྱི་བདེན་པ་ཁུར་ཟིག་ཨ་མི་རྩེ་གཡོར་གྱི་འཕྲང་གསུམ་ལྕགས་འཛིན་ཏག་ཏག་གི་བྱས་སོང་ན་ད་ཁོས་ཆོས་ཉིད་ཕྲ་མོ་ལ་བྱས་པ་སྟངས་འགོ་འཛིན་ན་ད་ཕྲ་མོའི་སྐད་ཆ་རེད་ར། བདེན་པ་རགས་པ་རྣམས་བརྩི་རྒྱུ་ནི་བདེན་པ་ཕྲ་མོ་ལ་འཇུག་པའི་ལམ་རེད། དེ་སོང་ན། བདེན་པ་བཟོས་རྒྱུ་དེ་ཡིན་གཅིག་མིན་གཉིས་འགྱུར་བ་མེད་པའི་འཇིག་རྟེན་ན་དེ་འདྲའི་གལ་ཆེན་པོ་བཟོ་རྒྱུ་དེ་ང་ཚོས་ཡིད་ཆེས་ཁོར་ཉན་ནི་མ་རེད། སྤྱི་ཚོགས་ཟིག་གི་བདེན་དོན་དང་ཆོས་ཉིད་དང་གནས་ལུགས་ཡིད་ཆེས་ཁོར་སོང་ན་ནི་རྒྱུ་འབྲས་བློ་མིག་ཉམས་འགྱུར་ནི་རེད་སྤྱི་ཚོགས་ཐམས་ཅད་པོ་འཐོར་བྱེད་ཀྱི་ལོག་འགྱུར་ནི་རེད། གནས་སྐབས་སུ་སྤྱི་ཚོགས་ཀྱི་ནང་ནས་བདེན་པ་དང་རྒྱུ་འབྲས་འདྲ་དྲང་བདེན་ཟེར་རྒྱུ་དེ་ཡིད་མི་ཆེས་ཡ། སུའི་ལག་དབང་ཡོད་ན་དེས་ཡིད་ཆེས་སུའི་ལག་རྒྱུ་ཡོད་ན་དེས་དབང་ཆེས། དེའི་ངང་ཁེ་ཕན་སྒྲུབ་ཐུབ་ད་དེ་བསྐྱར་དགོས་བསམ་གྱི་མིན་ན་བདེན་པ་ཟེར་རྒྱུ་ནི་ཡིད་ཆེས་ན་བདེན་པ་ཟེར་རྒྱུ་དེ་ལྷ་བ་མེད་པ་ཡིན། བདེན་པས་ནི་ཕན་པ་འབྱུང་བསམ་རྒྱུ་དེ་ཡིད་ཆེས་དུ་མེད་ཚར་དུས་ནི་སྤྱི་ཚོགས་འདི་རྒྱུ་འབྲས་དྲང་བདེན་གྱི་སྐལ་བ་ལོག་སོང་བ་རེད། དེ་ང་ཚོས་ཧ་གོ་དགོས་ནི་རེད། ཨ་ཧྥེ་རི་ཁའི་སྤྱི་མཚན་འགག་ལངས་ཀྱི་གཅིག་གི་འདི་རིགས་བརྙན་འཕྲིན་གྱི་ནང་ནས་བཏུས་ད་སའི་ཤེད་ཆེ་ན་སའི་སྡེར་མོ་རྣོ་ན་སའི་ཁ་ནང་གི་མཆེ་བ་རྣོ་ན་དུ་རྒྱལ་རོགས་རེད་ར་བདེ་པོ་སྟེ་སྐྱར་ནི་རེད་དུ་དུ་འགྲོ་གི་འཇིག་རྟེན་རེད་ར་མི་ཡི་འཇིག་རྟེན་གྱི་ནང་ནས་ན་སའི་ལག་དབང་ཡོད་ན་སའི་ལག་དམག་ཡོད་ན་སའི་ལག་རྒྱལ་ཡོད་ན་དེ་སྐྱར་རྒྱུ་བོ་ད་དེའི་འཕྲལ་ཕུན་གྱི་བྱ་བ་ཐམས་ཅད་པོ་དེ་སྐྱར་ན་སྒྲུབ་ཐུབ་མ་གཏོགས་དེ་མ་སྐྱར་ན་སྒྲུབ་མི་ཐུབ་བསམ་དོན་ནི་ང་ཚོའི་གཞི་རྩའི་རིན་ཐང་ལྟ་བ་དུ་འགྲོ་ཧ་ར་ཐག་ཉེ་དགོ་ནི་རེད་དུ་ངེས་པར་དུ་ཧ་གོ་རྒྱུ་བོ་རྒྱུ་ཟེར་བའི་བདེན་པ་ཟེར་རྒྱུ་བོ་དུ་སྣང་བ་སངས་རྒྱས་ཡི་ལྟ་གྲུབ་ཐམས་ཅད་ཀྱི་དབུགས་ཡིན་དུས་ང་ཚོའི་ཞབས་བཞི་གི་ནང་ནའང་བདེན་པ་གཟི་བརྗིད་འོག་ཏུ། རྒྱུ་ནོམ་པ་བདག་ཉིད་ཀྱི་རིགས་འདུག་ཅེས་ཆ་ཆ་ཟང་ཟང་གི་ཡར་སྣང་ན་བདེན་པ་གཟི་བརྗིད་སྲིད་རྒྱུའི་ནང་དུ་ཧ་གོ་དགོས་ནི་རེད་ཟེར། སྤྱིར་བཏང་རབ་བྱུང་སློབ་གསོའི་ནང་ནས་ཡིན་ནམ་མྱི་ཟི་འདྲ་ཟི་ཡིན་ན། ད་དཔེར་ན་ཆེན་པོའི་སློབ་གསོ་སློབ་གྲྭ་བ་ཟི།

དུ་ཆེ་ཟེར་བའི་ལ་ག་ཡོང་ནི་ཟེར་བའི་དེའི་གོ་རིམ་དུ་ང་ཚོའི་སེམས་ནས་བརྗེད་མི་རུང་ར། དེའི་གོ་རིམ་དུ་འཛུགས་རྒྱུའི་དོན་དག་ང་ཚོའི་བདེན་པའི་ཆོས་ཉིད་གསལ་བ་ཞིག་ཡིན་མཚན་ཉིད་རིག་པའི་གཞུང་ལུགས་འདི་སློབ་སྦྱོང་འོག་ཏུ་སྤྱི་ཚོགས་གཟུགས་སྐར་རྒྱུན་འབྲས་བུ་རྒྱ་མ་དར་རྒྱུན་འབྲས་ཀྱི་གཞུང་རྟ་འདི་མི་ལོག་རྒྱུའི་དོན་དག་རེད། དེ་ཡིན་ན་སྤྱིར་ཆེན་པོའི་སྤྱི་ཚོགས་ཁྱད་ཆོས་རིགས་རིགས་ནས་འདྲ་མི་ནའི་དང་འདྲ་མི་འདྲ་ཡིན་ན་ཐང་དང་རབ་བྱུང་རྦད་དེ་རང་གི་ནང་ནས་དེའི་ནང་ནས་ལྷག་པ་སློབ་གཉེར་གནང་མྱོང་ནས་ཡང་ལྷག་པ་སློབ་གཉེར་གྱི་སྟེང་ནས་མཁས་པ་མི་སྣང་བ་ཀུན་པོ་སེམས་མཐོང་བྱས་ནས་གྲྭ་བ་བླ་མ་སྤྲུལ་སྐུ་འདི་ཆེན་པོ་དེ་དང་ནི་སྤྱི་ཚོགས་ཀྱི་རྒྱུ་འབྲས་བློ་མིག་དང་སྤྱི་ཚོགས་ཀྱི་བདེན་པའི་སྲོག་རྩ་ལྟ་བུ་བཟོས་དགོན་པ་དག་ནི་ཐུབ་རྒྱུ་གལ་ཆེན་པོ་རེད། དེ་ཡིན་པ་ལ་དགོན་པའི་ནང་དུ་མཚན་ཉིད་རིག་པ་གསལ་བར་གྱུར་པའི་སྣང་བ་སངས་རྒྱས་པའི་སྲིད་ལག་གི་རིག་གནས་འདི་ཡག་པོ་བཟོ་ནས་ན། དེ་འདྲའི་གནས་ཤིག་གྱི་རེད་བསམ་གི་དེ་འདྲའི་གི་བསམ་བློ་དང་ནི་འབྱུང་འགྱུར་ང་ཚོའི་གི་དགོན་པ་འདི་གནས་བ་ལ་གང་ཟག་སྒེར་རེ་རེའི་ཆོས་ཀྱི་ཉམས་ལེན་གི་སྟེང་ནས་ཕན་ཐོགས་པར་མ་ཟད་མི་རིགས་སྤྱི་དང་སྤྱི་ཚོགས་སྤྱི་ནའང་ཕན་ཐོགས་ནི་རེད། གི་སྤྱི་སྤྱི་ཚོགས་ལ་ཕན་ཐོགས་དགོས་ཚེ་གང་ཟག་གང་ཟག་སྲོང་དཀོར་མོ་མ་ཟབ་རྩ་ཆེ་རུང་མང་ཚོགས་ལ་རྒྱུན་པར་བཏང་དགོས་ཚེ་ན།

ད་སྤྱིར་དགོན་པ་ཟེར་གྱི་དེ་གི་ཆ་རིགས་མང་བོ་ཡོང་གི་ད་དགོན་པ་ཆུང་ཆུང་གྲགས་བྱབ་ཀྱི་མི་མེད་ས་ཆ་ཉིབ་བཤེར་གྲ་སོགས་མེད་སྲིད་ཀི་མི་ཡོག་གི་ད་དོན་རྣམ་པ་ལྟ་བུ་ཟིན་ན་ང་ཚོས་དགོས་ཡ་མེད་པ་རིགས་རྩ་བ་ཉིད་ནས་བཞེད་ཐུབ་ཀི་མ་རེད་ར་ཁོང་རྣམ་པའི་ཁ་མདོ་འདེབས་རྒྱུ་ལ་སོགས་པའི་ཐང་ནས་ཉམས་ལེན་གནང་མཁན་ཡང་ཡོད་ནི་རེད་དེ་བཞིན་དུ་རྒྱ་ཆེའི་དད་ལྡན་མང་ཚོགས་ཁ་ཅིག་ཉེ་རེ་ཤི་ནས་སྐལ་བ་སོང་ནི་འདོམས་པ་འདོན་རྒྱུ་ལ་སོགས་གྲོང་ཆོག་འདོན་རྒྱུ་ལ་སོགས་ད་ལྟ་ཐམས་ཅད་བོགས་གཞན་ཕན་གྱི་ལས་རེད་ར་དེ་ཚོ་དགོས་པ་ཏན་ཏན་ཡོད་ནི་རེད་ར་དེས་སོང་ན་དེ་འདྲའི་གི་དགོན་པ་ཆུང་ཆུང་ལུགས་གཅིག་མང་གཙོའི་ལམ་ལ་འཇོག་མི་འཇོག་དུ་སོབ་བཤད་ན་སྐབས་གསལ་བ་མེད་པ་ཡོད་ན་ཐང་ད་ལྟ་གནས་ཚུལ་ལོགས་ཀ་ཟེར་རེད

དེ་ཚོའི་སྟེང་ནས་ན་ང་ཚོས་འདི་ལྟ་བུའི་ལྟ་ཚུལ་ཟིག་བཏོན་ན་ད་ཅི་དགོས་འདོག་ཁྱིམ་འདྲ་འདྲ་དེ་མི་ཟེར་ན་ཁོ་ཚོའི་དབང་ཆ་འཕྲོག་གི་ཡོད་པའི་བསམ་པ་དང་ཁོ་ཚོ་ངོ་རྒོལ་ཡོད་དགོས་བསམ་པ་དེ་འདྲའི་ངོས་བཟུང་ན་དངོས་གནས་དྲང་ནས་ནོར་འཁྲུལ་བྲིས་ར། ཁོང་རྣམ་པས་ཡང་བསྟན་པ་ལ་ཤ་ཚ་ན་དགོན་པ་ལ་ཤ་ཚ་ན་ཕུགས་རྒྱང་རིང་བོ་ལོ། སྐྱབས་བཅུ་གཉིས་ཤིག་ལོ་བརྒྱ་ཉིས་བརྒྱ་གི་སྟག་ག་དགོན་པ་ཟེར་རྒྱུའི་འོག་ཏུ་གཡག་བ་ཟག་ནས་ནས་སངས་རྒྱས་ཀྱི་གཏམ་བག་ནས་སའི་ལྟེ་བ་ཟིག་ག་ཆགས་རྒྱུའི་ཆེད་དུ་འབད་བརྩོན་གནང་ནི་དག་གོང་གི་མྱིག་གི་འབད་བརྩོན་གནང་ནི

དབང་ཟིལ་ལག་བཟུང་སྟེ་མར་བསྡུ་ནས་བཟུང་སྟེ་ཁོ་ཧོན་ཇོ་གི་བསམ་བློ་དང་ནོར་འཁྲུལ་བྲིས། དགོན་པ་ཟིག་གི་དགོན་བདག་དགོན་པ་ཆེན་པོའི་དགོན་བདག་དུ་འདྲི་ཡིན་ན་དགོན་པའི་འཛིན་སྐྱོང་དེ་ཚོ་དམ་པའི་ཆོས་འདུལ་བ་དང་མཐུན་པ་ད་ལྟའི་དུས་དང་མཐུན་པའི་ཡིན་ན་གྲྭ་མང་གི་གྲྭ་མང་སྐྱོང་རྒྱུའི་ལམ་ཁ་དེ་འདྲའི་བཟོས་ན་ཁོང་རྣམ་པ་ཆེ་མཐོང་ཇེ་ཆེ་འཇོག་གི་རེད་མ་གཏོགས་ཆེ་མཐོང་ཇེ་ཆུང་འཇོག་ནི་མ་རེད་ཟེར། དེ་ཚོ་དངོས་གནས་དྲང་གནས་ཀྱི་སེམས་ཀྱི་བསམ་ཚུལ་ངོ་མ་བ་ཡིན། དེ་མིན་ཟིག་མ་ཡིན་ན་བཀའ་མོལ་འདྲ་ཟིག་རེད་སྤྱིར་བཏང་འཛིན་སྐྱོང་ཟིག་རྒྱུ་དང་ལམ་ལུགས་ཟིག་རྒྱུ་དང་ནུས་པ་ཆེན་པོ་ཟིག་རེད་དཔེ་ཟིག་སྦྱར་ན་ཨི་ཏྲ་ལི་ཟིག་ནི་དེང་སང་རྒྱལ་ཁབ་བཟོ་ནི་རེད།

སྤྱིར་རིགས་ཁག་གཞུང་ལུགས་ཚད་ལྡན་འཛིན་དུས་གང་དང་གང་ཡིན་ན་ཆོས་ཉིད་རེ་རེའི་ཧ་གོ་ན་ད་དེའི་ཐོག་ནས་གཏན་ལ་ཕབ་ནི་རེད་རིག་གཞུང་འཛིན་དུས་དཔལ་འབྱོར་རིག་པ་ཡིན་ན་དག་རང་རེད་དཔལ་འབྱོར་རིག་པའི་རྩ་བའི་ཆོས་ཉིད་སྐྱེད་སྲིང་བྱེད་ས་སྲིད་འབྱོར་མི་རེད་དོ་ཐམས་ཅད་པོ་འགྲོ་བའམ་ཉིད་ཀྱི་ལོངས་སྤྱོད་དང། འགྲོ་བའམ་ཉིད་ཀྱི་ཕན་ཚུན་གྱི་བར་གྱི་བརྗེ་རེས་ཀྱི་འཁོར་སྐྱོད་འདི་ཐམས་ཅད་པོ་ཆོས་ཉིད་མང་ཟེར་བ་གཞི་འཇིག་ཡིན་དུས་ཆོས་ཉིད་མང་བ་ཟེར་ཧ་གོ་ནི་བརྩིགས་ནི་རེད་རྫུན་མ་དེ་ཡིན་སོང་ན་ཁྱོད་དཔལ་འབྱོར་རིག་པ་ཡིན་ན་རེད་ཆབ་སྲིད་རིག་པ་ཡིན་ནམ་མཚན་ཉིད་རིག་པ་ཡིན་ན་རེད་སོ་སོ་སོ་སོའི་གཏན་གསལ་འདོན་ཚུལ་དང་ནུས་འདོན་སྟངས་མི་འདྲ་བ་རེད་མ་གཏོགས་ཚད་ལྡན་གྱི་རིག་ཁག་གཞུང་ལུགས་འཛིན་དུས་རྩ་བའི་ཧུད་ཀྱི་འབབ་ཚུལ

སངས་རྒྱས་ཀྱི་བཅུད་ཡང་མཛད་ཅིག་རང་སེམས་ཟེར་རྒྱུ་ཁམས་ཉན་གི་ར། ད་ཐུབ་བྱང་སེམས་ཀྱི་སྡོམ་པ་དང་སྔགས་ཀྱི་སྡོམ་པ་འོད་སྲུང་དུ་ན་ད་སེམས་ཀྱི་རྟོགས་པ་བཅུ་ཡང་ཡོད་ནི་རེད་ད་ཁོ་དམག་གཞི་ནི་སེམས་ཀྱི་ཉམས་ལེན་ཟེར་རེད་ར། འདིར་བ་ཟེར་གི་འདུག་ཇོ་དུ་ལུགས་སྔགས་ཀྱི་ཉམས་ལེན་ཟེར་རེད་ལུགས་སྔགས་ལ་ཁྲིམས་གཅོད་ཡང་མ་གཏོགས་སེམས་ཀྱི་རྟོགས་པ་བཅུ་ཡང་མཛད་དོ་ནི་མ་རེད་དོ། ཉེ་ཁར་གྱི་ཆོས་ཉིད་དུ་སེམས་མི་ཆོག་ཟིག་བཞག་ན་གི་ཁ་ཉན་ཅིག་ཟིག་མི་ནུས་དུས་ཀྱི་ནུས་སྟངས་དུ་ཐམས་ཅད་མཁྱེན་པའི་མཁྱེན་ནི་ད་ལུགས་སྔགས་ནི་ལ་བཅུ་ཡང་མཛད་ནི་རེད་ཟེར།

ང་ཚོས་ལྟ་ཚུལ་མི་འདྲ་བ་སོགས་བྱུང་འདུག་ནས་བཟུང་སྟེ་ཁོས་ཆོས་ཡ་རྒལ་མི་རྒལ་དང་བསྟན་པ་རྒལ་མི་རྒལ་དང་དེ་འདྲའི་གི་ཞྭ་མོ་བཀལ་འོང་འདུག་ནས་ནོར་འཁྲུལ་བྲིས་རགས་དེ་འདྲས་མ་ཡིན་པ་ཁོས་གཅིག་ཤི་གི་ཡོད་ན་ཆོག་གོ་ཁོས་གཅིག་ཤི་གི་མིན་ན་ཆོག་གོ་ཁོས་རྩ་བའི་དགུན་ལོང་དུ། སྤྱི་ལ་གཅིག་ཨི་ཕན་བསམ་རྒྱུ་དང་རྒྱ་རིགས་བསྟན་པ་གཅིག་ཨི་ཕན་ན་བསམ་རྒྱུ་དེ་མི་ཚད་ང་ཚོ་འདིའི་མི་རིགས་འདི་གཅིག་ཨི་ཕན་ན་བསམ་རྒྱུའི་བསམ་ཚུལ་འདི། དེ་འདྲའི་ཟིག་ཁས་ལོངས་ན་ཡག་ཤོ་ཡོད་མི་རེད་ར། སྤྱིར་འདིར་བ་དང་སངས་རྒྱས་ཀྱི་ཆོས་ཀྱི་ནང་ན་མི་རིགས་ཟེར་རྒྱུ་དེ་ཡོད་མ་རེད་ར། མི་རིགས་དང་མི་རིགས་ཀྱི་དབྱེ་བ་བཀར་དགོས་ནི་དེ་འདྲའི་གི་གསུང་གི་ཡོད་མ་རེད། རེད་དེ་ང་ཚོའང་ཆོས་ཉིད་ཚིག་ལས་འདའ་ཐུབ་ནི་མ་རེད་ར།

སྤྱིར་མི་རིགས་ཀྱི་སྐད་ཡིག་གནས་དགོས་རྒྱུ་དེ་ང་ཚོ་དགོན་པའི་འོག་གི་སྲོལ་རྒྱུན་གྱི་རིག་གནས་བཟུང་བ་ཙམ་གྱིས་གནས་ཐུབ་པ་ཞིག་མ་རེད་ལ། ཕྱི་འབྲེལ་སྤྱི་ཚོགས་ཀྱི་ནང་འཇིག་རྟེན་གྱི་ཉེར་མཁོ་གི་བྱ་བ་འདྲ་མི་འདྲ་དེ་སྐད་ཡིག་དེའི་ནང་ནས་སྒྲུབ་ཐུབ་པའི་རིགས་ཀྱི་གཞུང་ལུགས་དང། སྤྱི་ཚོགས་ཀྱི་སྟེང་ནས་འོག་གི་སྐད་ཡིག་གི་ནང་ནས་ཚན་རིག་ལ་སོགས་པ་གཏང་རབས་ཀྱི་ཞིབ་བཤེར་མང་བོ་བྱེད་ཐུབ་པའི་རིགས་ཀྱི་གཞུང་ལུགས་སེ་ར་ནང་འདྲེན་ཡོད་ཀྱང། དེ་ཡང་ང་ཚོའི་སྐད་ཡིག་གཉིས་ཐབས་ཀྱི་ཚེ་སྲོག་གི་ཐོག་ཁ་དབུལ་པོ་ཟེར་རེད་ད་དེ་མང་ཆེ་བ་ང་ཚོས་སྒྲུབ་ཐུབ་ནི་མ་རེད་ར་ང་ཚོས་སྒྲུབ་ཐུབ་རྒྱུའོ་དེ་རང་གི་རིག་གནས་ནང་ཡོད་ནས་སྲོལ་རྒྱུན་གྱི་རིགས་པའི་གཞུང་ལུགས་པའི་རྒྱུན་འཛིན་རྒྱུན་འཛིན་པར་མ་ཟད་དེའི་དོན་དུ་ད་ལྟའི་ཡུལ་དུས་ཀྱི་ཆོས་ཉིད་དང་མཐུན་པའི་ཕྱིན་ནི་ད་ལྟའི་རིན་ཐང་གསར་དུ་བསྔོག་རྒྱུའོ་དེ་འདྲའི་ཕྱིན་ན་ང་ཚོའི་ཆོས་དང་རིག་གནས་གཉིས་ཀ་ཡིན་ནི་ཡིན་དག་ངེས་ནི་རེད་ཟེར་ན་ད་ལྷོ་ཁ་རྣམ་པ་གཉིས་ཀྱི་དགོངས་པའི་ཐོག་ནས་ང་ཚོས་དེ་ཚོ་བསམ་བློ་བཏང་ན་ད་ང་ཚོའི་ད་རེས་ཀྱི་འདས་ཞིག་སྟེང་ནོ་དོན་ཡོད་པ་རེད་ད།

མྱི་དེ་ཐམས་ཅད་ཀྱི་སོ་སོའི་ནུས་བ་ཆེན་པོ་ཟིག་འབྱོར་ན་ཆོག་གོ་མ་འབྱོར་ན་ཆོག་གོ། སྤྱིར་རིག་གཞུང་གཞུང་ལུགས་ཀྱི་ཐོག་ནས་གཏིང་ཟབ་པོ་རྒྱ་ཆེ་བ་ཏག་ཏག་གི་ཐོག་ལ་བགྲོ་གླེང་གནང་ཡི་ཡོད། ཡང་ན་སྐབས་སྟོན་གྱི་ཐོག་ནས་ཡང་གནས་སྟངས་གལ་ཆེན་པོ་དང་གནས་སྟངས་སྤྱིའི་བདེ་སྡུག་གི་འབྲེལ་ཡོད་ནས་དོན་དག་གལ་ཆེན་གྱི་ཐོག་ལ་སེམས་ཁྲལ་རེད་དེའི་དོན་དག་བསམ་བློ་བྱེད་དེའི་དོན་དག་རིག་པ་བསྡུར་དེའི་དོན་དག་ཐབས་དང་བློ་གྲོས་འདོན་གྱི་ཡོད་ནས་དེ་འདྲའི་ལྟ་ཚུལ་གྱི་གང་དོན་ནས་འཁོར་རིགས་ཟིན་དུས་བསམ་བློ་ཡར་རྒྱས་འཇོག་གི་ཡོད་རེད་དཱ། རྟག་ཏུ་ཏི་ནི་ཏི་ཙི་ཀ། གཟའ་བརྒྱད་མཐོང་བརྒྱད་དང་ཐོབ་ཀོ་ས་ཟི་དང་ཅོག་ཙེ་ཟི་ཀ་མཐོ་དམན་འདྲ་འདྲ་དེ་མིན་འབའ་ཞིག་ཁ་བརྡ་ཡིན་ནི་ད་དོ་དོ་ནི་ད་ཐམས་ཅད་ཀྱི་བསམ་བློའི་ཆུ་ཚོད་དུ་ཏི་ན་ཡོད་ན་རེད་བསམ་བློའི་ཚད་ཟེར་རྒྱུ་ཏི་ནམ་ཉིད་ཆུ་ཟི་ཀ་བཤད་ཀི་ཡོད་ཏེ་ཏི་ཙི་ཀ་ཏི་ཆུ་ཟི་བཤད་ཀི་ཡོད་ན་ཏི་ཆུ་ཟི་བསམ་ཀི་ཡོད་ན་རེད་ཨ་སྒྲ་རྟོག་ཡིད་ལ་འཇིགས་སུ་མཚུངས་བ་རེད་ཟེར། དེས་སོང་ན་ང་ཚོ་ཡང་འདི་འདྲིའི་གི་སྐབས་སུ། ད་ང་ཚོ་ཡིན་ན་རླུང་པ་ཁུག་ཅོག་གི་བཟང་ན་ནི་དགོན་པ་ཆེ་རྒྱལ་མེད་གི་ཆུང་རྒྱལ་མེད་གི་འདྲ་མ་འདྲ་ཟེར་རེད་ར། རེད་དེ་ང་ཚོ་གཅིག་གོ་མ་ཡིན་པ་འཇིག་རྟེན་འདི་ནི་རྒྱལ་བའི་གཏམ་པའི།